ཁྱད་པར་ཡེ་ཤེས་སེམས་མེད་པ་ཡི་སྐབས། ལྔ་པོར་མ་རྟོགས་རྒྱུན་མི་འཆད་པ་སྟེ། འོ་དེ་འདྲ་ཅིག་གསུངས་པ་རེད་འདིའི་དོན་དང་ཡེ་ཤེས་ཟེར་བ་དེ་སེམས་མེད་པའི་སྐབས་ལྔ་ལ་མ་རྟོགས་དུས་རྟག་ཏུ་ཡོད་པ་རེད། སེམས་མེད་པའི་སྐབས་ལྔ་ཟེར་ན་གཉིས་པ། རྒྱལ་བ། འདུ་ཤེས་མེད་པའི་ལྷ། འདུ་ཤེས་མེད་པའི་སྙོམས་འཇུག། འགོག་པའི་སྙོམས་འཇུག། འདི་ལྔ་ལ། ཡེ་ཤེས་ཟེར་བ་དེ་ཡོད་པ་མ་རེད། སྐབས་འདི་ལྔ་མ་གཏོགས་སེམས་ཅན་དང་སངས་རྒྱས་ཐམས་ཅད་ལ་ཡེ་ཤེས་ཡོད་པ་རེད། འདོད་ན་གཟུགས་ཕུང་ལ་སོགས་ཐམས་ཅད་བདེན། སྐོང་མེད་ཁམས་ན་རིམ་གྱིས་མྱོང་བའོ། འདིའི་སྐབས་སུ་གང་འདྲ་ཅིག་གསུང་གི་ཡོད་པ་རེད་ལབ་ན་སྒང་དུ་ང་ཚོ། ཕུང་པོ་ལྔ་སྟེ་རིམ་པ་བཞིན་དུ་ཤེས་ཚར་བ་རེད། སྐབས་འདིར་ཕུང་པོ་ལྔ་དེ་ཁམས་གསུམ་ལ་ཡོད་ཚུལ་ཡང་ན་མང་ཉུང་ཇི་འདྲ་ཡིན་པ་འོ་དེའི་སྐོར་བཤད་ཀྱི་ཡོད་པ་རེད། དེ་ག་འདྲ་རེད་ལབ་ན་དཔེར་ན་འདོད་ཁམས་ན་ཕུང་པོ་ལྔ་ཚོར་བ་གསུམ་དགེ་མི་དགེ་སྤར་མ་ཐམས་ཅད་ཡོད། གཟུགས་ཀྱི་ཕུང་པོ་ནས་རྣམ་པར་ཤེས་པའི་བར་གྱི་ཕུང་པོ་ལྔ་ཐམས་ཅད་དེ་འདོད་ཁམས་ལ་ཡོད་པ་རེད། ད་ནི་ཚོར་བ་བདེ་སྡུག་བཏང་སྙོམས་གསུམ་ག་ཡོད་པ་རེད་ལས་རྒས་མོ་དགེ་སློང་མ་བསྟན་གསུམ་ག་ཡོད་པ་རེད་འདོད་པའི་ཁམས་སུ། དེ་ནས་གཟུགས་ཁམས་ན་ཕུང་པོ་ལྔ་ཚོར་བ་གཉིས་དགེ་བ་དང་སློང་མ་བསྟན་ཡོད། གཟུགས་ཀྱི་ཁམས་སུ། གཟུགས་ཀྱི་ཕུང་པོ་ནི། རྣམ་པར་ཤེས་པའི་ཕུང་པོ་པར་གྱི་ཕུང་པོ་ལྔ་ཡོད་པ་དང་ཚོར་བ་བདེ་བ་དང་བཏང་སྙོམས་མ་གཏོགས་ཚོར་བ་སྡུག་བསྔལ་ཡོད་པ་མ་རེད། དགེ་མི་དགེ་ལོང་མ་བསྟན་གསུམ་གྱི་ནང་ནས་དགེ་བ་དང་ལོང་མ་བསྟན་མ་གཏོགས་མི་དགེ་བ་ཡོད་པ་མ་རེད། ད་ནི་གཟུགས་མེད་ཁམས་ན་ཕུང་པོ་བཞིའི་ཚོར་བ་གཅིག་དགེ་བ་དང་ལོང་མ་བསྟན་ཡོད། གཟུགས་མེད་ཁམས་སུ་གཟུགས་ཀྱི་ཕུང་པོ་མེད་པ་ཡིན་ཙང་ཚོར་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་རྣམ་པར་ཤེས་པའི་ཕུང་པོ་བཞི་དང་དེའི་སྟེང་དུ་ཚོར་བ་བཏང་སྙོམས་ཁོ་ན། ལས། དགེ་བ་དང་སློང་མ་སྟེ། མ་གཏོགས་མི་དགེ་བ་ཡོད་པ་མ་རེད། ནོ། དེ་འདྲ་གསུང་གི་ཡོད་པ་རེད། སྤྱིར་བཏང་སེམས་སེམས་བྱུང་གི་དབང་དུ་བྱས་པ་ཡིན་ན། ལམ་གྱི་རིམ་པ་ཇི་ལྟར་མཐོ་བ། དཔེར་ན་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་བཅས་ནི་ལམ་གྱི་རིམ་པ་ཇི་ལྟར་མཐོ་ན། དེ་བཞིན་དུ། རང་གི་རྒྱུད་ཀྱི་ཉོན་མོངས་པའི་སེམས་པ་དེ་ཇེ་ཉུང་ནས་ཤུགས་ཇེ་ཆུང་དེ་འགྲོ་གི་ཡོད་པ་རེད། དགེ་བའི་སེམས་དང་སེམས་བྱུང་རྣམས་ཤུགས་ཇེ་ཆེར་འགྲོ་གི་ཡོད་པ་འོ་དེ་འདྲ་ཞིག་རེད། གཟུགས་ཀྱི་ཕུང་པོ་ལ་སོགས་པ་ཤེས་པའི་དེ་གོ་རིམ་དེ་ག་འདྲ་རེད་ཟེར་ལབ་པ་ཡིན་ན། གཟུགས་རགས་པ་ཡིན་པའི་དང་པོར་བསྟན། དཔེར་ན་ང་ཚོ་སོ་སོ་སྐྱེ་བོ་འཕར་བ་ཞིག་ཡིན་ན་ཡང་ཐོག། དང་པོར་མཐོང་ཐུབ་པ་དང་ཧ་གོ་ཐུབ་པ་དང་ནི་འདོད་པ་སྐྱེ་ཐུབ་པ་དང་ཡང་ན་སྡང་བ་སྐྱེ་ཐུབ་པའི་ཡུལ་དེ། གཟུགས་རེད་དེ་ཡོད་པ་རེད་ཡིན་ཙང་གཟུགས་དེ་དང་པོར་བསྟན་པ་རེད། ཚོར་བ་དེ་ལས་ཕྲ་ཞིང་ཡུལ་ལ་ལྟོས་པའི་གཉིས་པར་བསྟན། ཚོར་བ་དེ་གཟུགས་ལ་བརྟེན་ནས་ཕྲ་བ་རེད་ངོ་བོ་ཕྲ་བ་ཡིན་པ་དང་ད་ནི་ཚོར་བ་དེ་ཡུལ་གཟུགས་སོགས་ལ་བསྟུན་ནས་སྐྱེ་གི་ཡོད་པ་རེད། གཟུགས་མཛེས་པ་ལ་བརྟེན་ནས་ཚོར་བ་བདེ་བ་དང་མི་མཛེས་པ་ལ་བརྟེན་ནས་ཚོར་བ་མི་བདེ་བ་ལ་སོགས་པ་སྐྱེ་གི་ཡོད་པ་ཡིན་ཙང་ཚོར་བ་དེ་ཡུལ་གཟུགས་སོགས་ལ་ལྟོས་པའི་ཉེས་པར་བསྟན་པ་ཡིན། འདུ་ཤེས་གཏད་ལས་ཕྲ་ཞིང་ཚོར་བ་ལ་བརྟེན་པའི་གསུམ་པར་བསྟན། རང་གི་ཚོར་བ་ལ་ཡིད་ཡོངས་དུ་མཐོང་ན་ཡིད་ཡོངས་དུ་འཛིན་པ། རང་གི་ཚོར་བ་ལ་ཡིད་མི་ཡོངས་དུ་མཐོང་ན་ཡིད་མི་ཡོངས་དུ་འཛིན་པ། འདུ་ཤེས་དེ་ཚོར་བ་ལ་བརྟེན་ནས་སྐྱེ་གི་ཡོད་པ་དང་ཚོར་བ་ལ་ལྟོས་ན་ངོ་བོ་ཕྲ་བ་ཡིན་ཙང་གསུམ་པར་བསྟན་པ་རེད། འདུ་བྱེད་དེ་ལས་གྲགས་ཤིང་འདུ་ཤེས་ལ་བརྟེན་པས་ཞི་བར་བསྟན། དེ་ནས་འདུ་བྱེད་ཟེར་བ་དེ་དཔེར་ན་བདག་མེད་འདུ་བྱེད་ཡིན་ན་ཡང་འདུ་བྱེད་ལ་བརྟེན་ན་ཕྲ་བ་རེད། དེར་ལབ་ན་བདག་མེད་འདུ་བྱེད་ཟེར་བ་དེ་གཟུགས་དང་ཞེས་པའི་གནས་སྐབས་ལ་བཏགས་པ་ཤ་སྟག་ཡིན་ཙང་བཏགས་ཚུལ་དེ་ཧ་གོ་བོ་ཡོད་པ་རེད་བཏགས་ཚུལ་དེ་སེམས་ལ་བྱས་ར་ལས་སླ་བོ་ཡོད་པ་མ་རེད་ཡིན་ཙང་འདུ་བྱེད་དེ་འདུ་ཤེས་ལ་བལྟོས་ན། ནི་ངོ་བོ་ཕྲ་བ་དང་འདུ་བྱེད་ཀྱི་ལས་ལ་མཚོན་པ་ཡིན་ན་འདུ་བྱེད་ལས་བྱུང་བ་རེད། འདུ་བྱེད་ལ་བརྟེན་ནས་འདི་ཡག་པོ་རེད་འདི་སྡུག་ཅག་རེད་འདི་དགྲ་རེད་འདི་གཉེན་རེད་ཟེར་བ་ལ་སོགས་པ་ལ་ཚོར་བ་དང་འདུ་བྱེད་གཉིས་ལ་བརྟེན་ནས་འདུ་བྱེད་ཀྱི་ལས་དགེ་མི་དགེ་ཅི་རིགས་ས་ག་ཡོད་པ་ཡིན་ཙང་དེ་ཞིབ་པར་བསྟན་པ་རེད། ཕྲ་བཞི་བ་རྣམ་ཤེས་ཡིན་ཞིང་ཐམས་ཅད་ཀྱི་རྟེན་བྱེད་པས་ལྔ་པར་བསྟན། རྣམ་པར་ཤེས་པའི་ཕུང་པོ་སྟེ་ལྔ་པར་བསྟན་པའི་རྒྱུ་མཚན་ཏེ་རྣམ་ཤེས་ཀྱི་ངོ་བོ་དེ་ཧ་ཅང་ཕྲ་བ་རེ་རྣམ་ཤེས་ངོས་ཟིན་པ་དེ་ཡང་ལས་སླ་པོ་ཡོད་པ་མར་གཅིག་ལས་ངོ་བོ་ཕྲ་བ་རེ་རྙེད་ནས་ཐམས་ཅད་ཀྱི་རྟེན་བྱེད་པ་སེམས་སེམས་བྱུང། ཚོར་བ་བདེ་སྡུག་དགེ་མི་དགེ་ལ་སོགས་པ་ཐམས་ཅད་ཀྱི་འབྱུང་ཁུངས་ངམ་རྟེན་ལྟ་བུ་དེ་རྣམ་ཤེས་ཡིན་པ་རེ་དེ་ཚང་ཐམས་ཅད་ཀྱི་མཇུག་ཏུ་བསྟན་པ་རེད། འོ་དེ་འདྲ་ཅིག་གསུང་གི་ཡོད་པ་རེད། ད་ནི་དེ་རིང་གི་ང་ཚོ་སློབ་ཚན་འདི་འདྲ་གཅིག་ནི་མཚམས་འཇགས་རྒྱུ་ཆེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།